སློབ་གྲྭ་ཁག་གིས་ཟླ་བ་གཉིས་ཙམ་གྱི་དགུན་དུས་གུང་གསེང་སྐབས་བོད་ནས་ཡོང་བ་དང་ནང་མི་ས་ཐག་རིང་པོར་ཡོད་པའི་སློབ་ཕྲུག་ཁག་ཅིག་སློབ་གྲྭར་ཞུགས་ཀྱི་ཡོད་པ་རེད། དེ་ལྟ་བུའི་དགུན་ཁའི་གུང་གསེང་སྐབས་སློབ་གྲྭར་ཞུགས་མཁན་སུ་ཇཱ་བོད་ཁྱིམ་གྱི་སློབ་མ་མང་པོ་ཞིག་གནས་མཆོག་རྡོ་རྗེ་གདན་དུ་འཚོགས་བཞིན་པའི་བཀའ་བརྒྱུད་སྨོན་ལམ་ཆེན་མོར་སྤྱི་ཚོགས་ཞབས་ཞུའི་ལས་དོན་ནང་མཉམ་ཞུགས་གནང་གི་འདུག། སྐལ་བཟང་དར་རྒྱས་ལགས་ནི་འདི་ལོ་ཐེངས་དང་པོ་ཕེབས་མཁན་ཞིག་ཡིན་པ་དང། ཁོང་རང་གིས་ད་ལན་གྱི་གོ་སྐབས་འདི་བཞིན་ཐོབ་པར་བསོད་ནམས་ཆེན་པོ་ཡིན་པ་ངོས་འཛིན་གནང་གི་འདུག།
ཡིན་ནའང་ང་ཆེད་དུ་ད་ལོ་འདི་ཐེངས་མ་དང་པོ་ཡིན་ས་ཙང་ང་དང་སྤུའུ་སྒོ་ནས་ཞིབ་བྱེད་དགོས་ཟེར་རེད་ང་ཚོ་རྡོག་རྡོག་པོ་ལྔ་བཅུ་ཡོད་ར་ད་ང་ཚོ་གཅིག་པོ་གྱིས་ག་རེ་སློབ་གྲྭ་ནང་ལ་མི་མང་པོ་ཕེབས་ཡོད་ནས་ང་ཚོ་གཅིག་པོ་གྱིས་ལ་ཡ་གོ་སྐབས་འདི་རག་སོང་ཙང་ང་ཚོ་ཡོད་བཟོ་རྒྱ་ཆེན་པོ་ཡོད་བསམ་གྱི་འདུག།
ཡང་སྡེ་དགེ་སྒྲོལ་མ་ལགས་ཀྱིས་གོ་སྐབས་དེ་ནི་གུང་གསེང་རིང་ཉམས་མྱོང་བཟང་པོ་ཞིག་བྱུང་བ་གསུང་གི་འདུག། ང་རང་དང་ཐོག་མ་དེ་ད་དཔེ་བསུ་ནམ་ཡིན་བསམ་གི་འདུག་ཟླ་བ་གཉིས་གུང་གསེང་བེད་སྤྱོད་གུང་གསེང་དེ་བེད་སྤྱོད་བཏང་རྗེས་དེའི་ནང་ལོགས་ལ་ད་མི་དྲག་མི་དྲག་དང་ངོ་ཐུག་ཆེ་ཡས་དང་ད་ང་ནང་བཞིན་ད་སོ་སོ་ལ་ཉམས་མྱོང་མི་གཅིག་པ་ཅིག་རག་གི་འདུག་བསམ་གི་འདུག། སྨོན་ལམ་སྐབས་སློབ་མ་རྣམ་པས་ཆོས་རའི་གཡས་གཡོན་དུ་སྣུམ་འཁོར་དང་མིའི་འགྲུལ་བཞུད་སྟངས་འཛིན་དང་ཁོར་ཡུག་གཙང་བཟོ། ཆོས་ར་སྲུང་སྐྱོབ་སོགས་ཀྱི་ལས་དོན་གནང་བཞིན་འདུག་ཁོང་རྣམ་པར་དར་མ་པཱ་ལ་ཞེས་འབོད་ཀྱི་འདུག་སློབ་མ་རྣམ་པས་ལམ་སྒྲོན་དང་བཞུགས་གནས་ཞལ་ལག་སོགས་ཆ་ཚང་བཀའ་བརྒྱུད་སྨོན་ལམ་ཆེན་མོས་གོ་སྒྲིག་གནང་གི་ཡོད་པ་མ་ཟད་ཁོང་རྣམ་པར་གནས་སྐོར་དུ་ཡང་ཁྲིད་གནང་གི་འདུག། འདས་ཕྱི་ནང་ལོ་བཅུ་ཕྲག་གཅིག་ལྷག་ཟེར་གང་ལ་ཡང་རྒྱ་འུ་ཀ་མ་པ་གངས་བཞི་གར་ཟེར་ན་སྔོན་མ་སྐྱབས་ལྡན་འདས་མཆོག་འདུས་པའི་སྐབས་ལ་ཡང

ཨ་ནི་དེའི་ཕི་དོའི་སྐབས་ལ་ཡང་རྒྱལ་འོང་ཀ་མ་པ་གངས་བཞི་ག་རེ་ཟེར་ན་སྤྱི་དམ་ཀའི་ལྷོ་བྲག་དེ་ཚོ་རྒྱུད་རིང་པོ་ལྷོ་བྲག་ལ་བཞུགས་དེ་ཡག་དང་ཨ་ནི་ས་གནས་ཐག་རིང་པོ་དང་ཨ་ནི་ཆུ་ཁྲི་ཕེབས་མ་ཐོག་བ་དེ་འདྲས་ལ་དགོངས་པ་བཞིན་བྱས་ནས་དེ་ཚོ་ཡང་དེ་རང་གནས་གཟིགས་ཡོང་བ་དང་ཨ་ནི་བཀའ་བརྒྱུད་སྨོན་ལམ་ཆེན་མོ་ཀ་ལ་ཡང་གནས་མཇལ་ཡག་དང་ཨ་ནི་ཚོགས་བསགས་འབྲི་གཞུང་དེ་འདྲས་ཡོང་ཡག་ཅིག་དང་དེའི་ཕི་དོའི་སྐབས་ལ་ཡང་དེ་བཞུགས་ཤག་འཐོན་རྒྱུར་རོགས་རམ་ཨ་ནི་བཀའ་བརྒྱུད་སྨོན་ལམ་ཆེན་མོ་ཚ་དུས་ཀ་ལ་ཡིན་ན་ཡང་ཨ་ནི་འདི་ཚོ་གནས་གཟིགས་ཕེབས་ཡག་དང་ཨ་ནི་ཡག་མ་འགྲོ་རིང་འགྲོ་སོང་ཆ་སོང་དེ་འདྲས་ཀྱི་བཀའ་བརྒྱུད་སྨོན་ལམ་ངོས་ནས་ཡག་དེ་འདྲས་ཀྱི་ཁོང་རྣམ་པ་ལ་ཞབས་ཞུ་རུང་དེ་དེ་འདྲ་གནང་ཡག་ཅེས་དང་ཁང་རྣམ་པ་འདི་ན་ཕེབས་དུས་ག་ལ་ཡིན་ན་ཡང་བཀའ་བརྒྱུད་སྨོན་ལམ་འཚོགས་དུས་ཨེ་མི་མང་དེ་ཚོ་ཡང་བདེ་འཇགས་ཀྱི་ཐོག་ལ་ཡིན་ན་རེད་ཨེ་ནས་གསོལ་ཇར་ཕུལ་ཡག་ཡིན་ན་ཡང་རེད་འདི་ནས་ཕྱི་ནང་གསང་གསོལ་གྱི་ཐོག་ལ་ཁང་རྣམ་པ་ཞབས་ཞུ་བླ་ན་མེད་པ་དེ་འདྲ་གནང་བསྡད་གི་རེད་ད་ལྟ་བར་དུ་གནང་ཡོད་རེད་ལ་ཨེ་ནས་དཔལ་སྦན་སེ་ཀ་བཀའ་བརྒྱུད་སྨོན་ལམ་ཆེན་མོའི་ཐོག་ལ་ཡིན་ན་ཡང་ཕན་ཐོགས་ཆེན་པོ་ཅེས་དང་ཁང་རྣམ་པ་ལ་ཡང་གང་ལ་གང་འཚམ་མཐུན་འགྱུར་རུང་ར་གནང་གི་རེད་ཆགས་སྡོད་གི་རེད་དེ་ད་རེས་གོ་སྐབས་འདི་བརྒྱུད་ནས་གསོལ་ཇར་ལྷོ་བྲག་དགེ་སློབ་ཡོངས་རྫོགས་ལ་ཡང་ང་ཚོས་བཀའ་བརྒྱུད་སྨོན་ལམ་དང་ཚོགས་མི་གི་ཚབ་བྱས་ནས་ཐུགས་རྗེ་ཆེ་དང་མ་འོངས་པར་མུ་མཐུད་ནས་དེ་དང་དེ་བཞིན་ཡོང་ཡན་གི་རེ་བ་དང་སྨོན་འདུན་ཞུ་གི་ཡོད། བཀའ་བརྒྱུད་སྨོན་ལམ་ཆེན་མོས་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྗེ་དགུན་སྐལ་གུང་གསེང་གི་དུས་ཡུན་རིང་སློབ་མ་ཚོ་ལ་སྨོན་ལམ་སྐབས་སྤྱི་ཚོགས་ཞབས་ཞུའི་ལས་དོན་ནང་མཉམ་ཞུགས་གནང་རྒྱུའི་གོ་སྐབས་བསྐྲུན་བཞིན། ཁོང་རྣམ་པར་གནས་སྐོར་སོགས་སུ་ཁྲིད་གནང་རྒྱུའི་ལས་གཞི་འདི་བཞིན་དབུ་འཛུགས་གནང་ཡོད་པ་རེད། འདི་ལོ་སུ་ཇཱ་བོད་ཁྱིམ་གྱི་དགེ་སློབ་གྲངས་ལྔ་བཅུ་ཕེབས་ཡོད་པ་རེད་འདུག།